ཁ་ཟས་ཉི་མ་གཉིས་ལྔས་ལ་རོལ་བ། ངས་ང་ཚོ་རོགས་པ་དེ་འདྲས་ང་སྤོ་གོ་ད་བྱས་ནས་གོ་ད་བདེ་བ་ཅི་བདེ་བདེ་དུས་ཙམ་པ་ལ་ཡང་བིད་འགྲོ་ཅིག་མཐོང་སོང། ཨ་ནི་བིད་འགྲོ་དེ་ནང་ལོགས་ལ་ཡང་ཨ་ནི་མི་ཅིག་གི་དེ་འདྲས་སྟིལ་ཀེམ་ར་འགྲོ་ཅིག་ནང་ལ་མི་ཅིག་གི་ག་ད་ཕཱས་འགྲོ་ཅིག་གྲོ་ངན་འགྲོ་ཅེས་ཨ་ནི་ཕ་ག་རྒྱ་དར་འགྲོ་ཅེས་ཨ་ནི་དེ་འདྲས་ཐགས་ལ་ནས་མེ་འབར་རྒྱོ་འགྲོ་ཅེས་བཞིན་སྟོན་སོང། ཨ་ནི། ད་འདི་དངོས་གནས་རེད་ག་རེ་རེད་ཨེ་འདྲ་འགྲོ་ཞེས་ང་ཚོ Discussion འགྲོ་ཞེས་འགྲོ་བསྡད་ཡོད་ཨ་ནི། ང་ཚོའི་ནང་ལོག་ཁ་ཤས་ཀྱིས་འདི་ཕ་ཆེན AI ཡིན་གྱི་རེད་དངོས་གནས་ཡིན་གྱི་མ་རེད་ལ་ཡ་སོ་ར་འགྲོ་དང་ང་ཚོ་བོད་པ་ཡིན་གྱི་མ་རེད་ལ་ཡ་སོ་ར་འདི་འདྲའི་འགྲོ་བྱེད་ཀྱི་གནས་ཚུལ་འགྲོ་ཆགས་བསྡད་ཡོད་ར། ག་ད།

དེ་འདྲའི་དངོས་གནས་རེད་དོ། ཨ་ནི་མགོ་ནས་ཨ་ནི། རོགས་པ་ཁ་ཤས་ཅིག་མཉམ་དུ་ཡང་ཆོས་དུས་ཅིག་བྱས་དུས་ད་དུས་རོགས་པ་གཞན་པ་དེ་འདྲ་མཉམ་དུ་ང་ཚོ་སྐད་ཆ་འགྲོ་ཆེད་ཕ་ཕ་རོགས་པ་དེ་འདྲ་དཔྲལ་བར་འགྲོ་ཆེད་མ་རེད་ཅིག་གིས་ལབ་ཀི་འདུག་ཕ་གས་དེ་འདྲ་རེད་ཤག་སེ་འགྲོ་ལབ་བྱེད་དུས། ཨ་ནི་ཨ་ལས་ད་དེ་གནས་ཚུལ་དེ་དངོས་གནས་ཁོ་རང་གི་དེ་འདྲས་ཅིག་ཆགས་འདུག་ཨ་བསམ་ཟོ་ཡ། དེ་འདྲས་ཅིག་ཆགས་ཡོང་དུས་ཙམ་པ་ལ་ཡ། བིད་འགྲོ། འདི་ང་ཚོའི་གི། དང་པོ་ཉལ་ཡ་བསམ་ཚུལ་ཁོ་རང་ནང་ལོག་ལ་ཡང་མི་གཅིག་གི། ད་ང་རང་ལ་འོས་དང་ཡང་ཁྱེད་རང་ཚོ་ཕ་ཕྱོགས་ལ་ཡོད་སྐྱོགས་ཀྱི་མི་ལྟ་ངན་དང་ཚོ་ཡིན་པ་ནི་ཡང་དེ་འདྲའི་གི་སེམས་ཤུགས། སོ་སོ་སོ་མེད་པར་དུ་ཡ་གི་སེམས་ཤུགས་ཡོད་སྲིད་ཀྱི་རེད་བ། ཡིན་ནའི་ང་རང་འདྲ་བ་ཅིག་ལ་ལ་དེ་འདྲའི་རང་མེད་རེད་བ་སེམས་ཤུགས། འདི་འདྲའི་རྗེས་མཐུད་ཙམ་པ་ལ་ཡ། སོ་སོའི་གི་བསམ་པ་ནང་ལོག་ལ་ཡ་ཁོ་རང་འཁོར་དུ་ཡང་མ་འཁོར་ཡ་དེ་འདྲའི་ཅིག། ཨ་ནི་མི་གཅིག་གི་ལག་རྡག་བྱས་འགྲོ་དུས།

བ་མ་ནི་གྱང་ག་འགྲོ་ཞེས་འགྲོ་ཡིན། ཧོ། འདི་འདྲའི་ཞེས་གྲྭ་བ་ཆེན་ནི་ཡ། ག་ད། གནས་ཚུལ་འདི་ཁོ་རང་དང་པོ་ཉལ་ལ་ཡ་སྒྲ་རྗེས་ལ་ནས་ཅིག། འདི་ཅིག་ཆ་རེད་ལ་ཡ་འདི་ཁོ་རང་དང་པོ་ཉལ་ལ། འདི་ཁོ་རང་ང་རང་ལ་ཡིན་ན་ནི་དཔེ་ཤོགིང་རེད་ཞེས་རོ། ཨ་ནི། མི་ཕ་ཆེན་བོད་པ་མང་པོ་ཅིག་ལས་ཤོགིང་ད Definitely ཆགས་ཡོད་རེད་དྲན་གྱི་འདུག། ཁོ་རང་གི། ད་བི་དྲོ་དེ་ཡང་ངས་གོ་ནས་ཆབ་རྟེན་ཁ་ཤས་བལྟས་པ་ཡིན་ཡང། ནི་མི་དེ་གིས་དངོས་གནས་ཁོ་རང་གི་ལས་འགུལ་དེ་སྤེལ་འོང་དུས་ཙམ་པ་ལ་ཡང། དངོས་གནས་ཁོ་རང་གི་སོ་སོ་གི་བལ་གཞན་ཕན་དང། རང་བཙན་དང་བོད་པའི་འཐབ་རྩོད་རང་འགྲོ་མི་གཅིག་མི་རྐང་གཅིག་ལས་གང་དག་ཅིག་གནོད་མ་རྒྱས་ཡས་སོ་ར་འགྲོ་དང་ཁོ་ལ་ཡང་གང་དག་ཅིག་དཀའ་ཉེན་མ་ཡོང་ཡས་སོ་ར་ཅིག་ཚང་མ་གྲ་སྒྲིག་འགྲོ་བ་བྱེད་བསྡད་རྒྱོ་འདྲ་བ་རེད་དོ་ཨ་ཡ། ག་བདག་བི་དྲོ་འདྲ་བོ་ཅིག་ཡིན་པ་ཡིན་ན། མི་གཅིག་བི་དྲོ་དེ་ཡིན་ན་ཁོ་རང་ཁྱེད་རང་ཚོ་གི་གཟིགས་ཡོད་ཀྱི་རེད། བི་དྲོ་དེ་ཨ་ནི་ཝལ་ཡ་ཐང་ག་ལ་བཞག་ཅེས་རྒྱབ་དུས་དུས་ཙམ་པ་ད་དེ་མ་འོངས་པ་གནས་ཚུལ་དེ་འདྲས་ཅིག་ཁོ་རང་གལ་སྲིད་མེད་པ་འདྲ་བོ་ཆགས་ཅེས་མི་གཅིག་གིས་གལ་སྲིད་སྙན་པར་དེ་འཇུས་བསྡད་རྒྱུ་མི་དེ་ལ་ཅིག་རྒྱབ་ལབ་ཡོད་ན་ཁོ་ཅུང་མ་མྱང་གི་རོགས་གོ། འདུ་འཛོ་ཚང་མ་ཕ་ཆེན་ཁོ་རང་གི་རྩིས་རྒྱབ་ཆེ། ག་ད་སུ་གང་ཅི་ལ་ཡང་རེ་མོ་གོ་བ་དང་གཅིག་བདབ་ཟིན་མ་དེ་ནི་ཁོ་རང་གི་ག་ད་བྱས་དེ་ཁོ་རང་རང་གི་བྱས་ནི་ག་ད་ཕ་ཆོས་ཚོ་ཆོས་ལ་ཡང་ཞུ་ཞུ་ལྷ་ལྷ་མེད་དེ་ཆོས་བྱས་ནི་པེ་སྙིང་སྟོབས་ཆེན་པོ་ཞུ་རེད་དོ་ཡ་དཔའ་བོ་ཧང་སང་ཡ་གི།

དེ་འདྲས་ཅིག། ཕྱག་གཡས་ཀྱིས་དེའི་ཁོ་རང་ནང་ལོགས་ལ་ཁོག་སླེབས་པ་ནང་ལོགས་ཁོ་རང་ལ་ཡར་ཤོང་མ་སོང། ཨོ but ཁོ་རང kind of དེ་འདྲས་བྱས་ཏེ་ག་འདྲས digest ཁོ་རང་མ་བྱས་ནས་པས་ལྷག་སོ། ཨོ་དྲང་པོ་བཤད་བས་ན། ད་ཡིན་པ་ཡིན་ནས་དེ་འདྲས་ཅིག་ཕྱག་ཚ་དུས་ཙམ་པ་ལ་ཡར་སོ་སོ་སོ I try to recollect ཨོ་དེ་འདྲས་བྱས་བསམ་བློ་ཅིག་བཏང་བྱེད་དུས་ཙམ་པ་ཡིན་པ་ཡིན་ན་ད། ཁོ་རང་གི་ཁོ་རང་གི་དཔའ་བོས་ཀྱི་ཁོ་རང་གི་ཞོར་བྱས་ཚར་རེད་རོ་ད། ཨོ་ད་འདི་ཡ་སྦི་རྒྱག་སྒང་ལ་ཡ་ག་འདྲས་ད་འདོད་འདི་ནས་ཁོ་རང་བྱས་ཁྱོ་འདི་ཡ་སྦི་རྒྱག་ཀྱང་ཉན་འདྲ་བ་འདི་ད་ང་ཚོའི་གི་བོད་པ་ཚང་མ་ལ་རྒྱན་འཁྲི་ཧོ་རེ་ཡིན་པ་ཡིན་ནས་ད་མ་འདྲས་ཟེར་མ་འཁྲི་བས་ན་ང་ཚོའི་གཞུང་རེད་དེ་ནང་བཞིན་གི་ཚོགས་པ་ཁག་མང་པོ་ཅི་ཡོད་རེད། ད་བོད་དོན་གྱི་ཆེད་དུ་ལ་ཡང་གཙོ་བཞག་རྒྱོགས་རང་བཙན་ལེན་གི་ཡིན་ས་ལ་ནས་གཙོ་བཞག་རྒྱོགས་ཡིན་པ་ཡིན་ནས་རེད་ག་ད་བོད་པའི་བདེན་མཐའ་སེལ་ཡ་ཆེད་དུ་ལ་ཡང་ཚོགས་པ་གཙོ་བཞག་རྒྱོགས་མིང་དེ་འདྲ་ག་ཡི་ཐོན་གི་མེད་རེད་བ་དེ་འདྲ་མང་པོ་ཅིག་ཡོད་རེད་བ་ད་ད་ལན་དེ་འདྲའི་ཅིག་གི་གནས་ཚུལ་ཆགས་ཡོང་དུས་ཙམ་པ་ལ་ཡང་ངའི་བསམ་ཚུལ་ལ་ཡང་ད་ཚོགས་པ་དུ་འཛུགས། ད་ལས་འགུལ་གཅིག་བརྩམས་གོ་ལ་སྒྲོམ་གཞི་གཅིག་ཁོ་རང་ཚོ་ལ་ཡོད་རེད་དེ་འདྲས་བྱེད་ཀྱི་ཡིན་དེ་འདྲས་བྱ་འོ་རེད་ལབ་ནས་ཁོ་རང་ཚོ་ད་ཚོགས་པ་དེ་ཚོ་ནི་ཚོགས་པ་མང་པོ་ཞིག་ནི་ལོ་མང་པོ་བཞུགས་འགྲོ་གོ་རེད་ད་ལོ་སུམ་ཅུ་བཞི་བཅུ་འགྲོ་གོ་རེད་དེ་འདྲས་ཀྱི་ཡོད་དུས་ཙམ་པ་ལ་ཡ་ད་ད་ལན་གྱི་གནས་ཚུལ་དེ་ཨ་ནི་གང་ད་གང་མང་མང་ཅིག་རྒྱལ་སྤྱིའི་སྡིངས་ཆ་གང་ལ་ཡ་གང་མང་མང་ཅིག་གང་ད་གནས་ཚུལ་དེ་འདྲས་ཅིག་ཆགས་པ་དེ་ཨ་ནི་མི་མང་པོ་བཞུགས་ཅིག་ལ་ཡ་གོ་རྟོགས་སྤེལ་ཐུབ་ཀྱི་ཡོད་པ་ཡིན་ན། འདི་ཕ་ཆེན་འདི་གིས་ནི་ཁྱད་པར་འགྲོ་བྱེད་བོད་པའི་གི་བོད་དོན་ལ་ཡ་ཤུགས་ཆེན་པོ་ཡོང་སྐོར་དྲན་གི་འདུག་ར་ནི་དེ་མ་ཡིན་པའི་གི་ཚོགས་པ་ཆེན་པོ་ཁག་དུ་འཛུགས་གི་ག་འདའ་ད Protest རེད་ནི་ག་གོམ་བགྲོད་འགྲོ་གི་རེད་ཡང་མིན་ན་ཟས་ཅོལ་ངོ་གོ་བྱེད་གི་རེད་ལས་སོ་རེ་འགྲོ་གི་དང་ད་འདི་འདྲའི་ཅུག་པོ་ཅིག་གི་ག་འདའ་ཅིག་གི་གནས་ཚུལ་ག་རེ་ཆགས་གི་ཡོད་ནས་ག་འདའ་ཅིག་གི་གོ་ཁྱོ་རྒྱབ་ས་ར་དེ། རྟག་པ་གཅིག་གི། ད་རེས་བར་བའི་སྐད་འབོད་ཡོད་རེད་འགྲོ་ལབ་ལ་དུས་ཙམ་པ་ལ། ད་འདི Strategy འགྲོ་འདི་དྲང་པོ་བཤད་པ་ཡིན་ན་ད་ལོ། ང་ཚོ་ཆུང་ཆུང་སྐབས་སུ་ནས་ད་ག་རང་འགྲོ་བྱེད་ཀྱི་འདུག་ཡ་ག་རེ་ཆགས་ཀྱི་ཡོད་ནའི་ད། ཨོ་ཨ་ནི་ག་སྐད་འབོད་རྒྱག་བ་རེད་འགྲོ་ལ་ནི་ཨ་ནི་སྐད་འབོད་བརྒྱབ་བྱས་ག་ད། བོད་པ་མང་པོ་བོད་མི་ད། མི་བོད་པའི་བོད་པ་མང་པོ་ག་བ་ལ་ཡོད་པའི་ནས་ད་ག་འདྲ་བོད་མི་ཡོང་གོ་རེ་ཡོང་གི་རེད་ལར་བ་ནི་ནས་གནས་ཚུལ་དེ་ཕ་ཆེན་བོད་པའི་གི་ཧ་གོ་ཡ་ལ་ཡ་ལས་གུ་ས་ག་ཙམ་གོ་དྲན་གི་མི་འདུག་ར་ཙམ་གུ་གས་མ་དྲན་གི་འདུག་ར་ད་དེ་ཤ་མིག་སེར་གི་དྲ་རྒྱ་ད་དུང་ཚོ་ཤུགས་ཆུན་པོ་ཡོད་དུས་ཙམ་པ་ལ་ཡ་གནས་ཚུལ་དེ་འདྲའི་ཆག་ཡོད་པ་དེ་ག་འདྲ་བརྙན་ཐུང་གཅིག་བརྒྱུད་ནས་ཡ་ལམ་སང་ཁོ་རང་གི་ཁྱབ་འགྲོ་གི་རེད་རྩ་སྐམ་པོ་ལ་མེ་ཤོར་བ་ནང་བཞིན་ཅི་ནས་ཡང་གང་ལྟར་ལམ་སང་ཅིག་ཁྱབ་ཚར་ཡོད་རེད་རོ། དེ་ཡིན་དུས་ཙམ་པ་ལ་ཡང་ང་ཚོའི་གི་ག་རེ Approach འདྲ་བོ་དེ་ཡིན་པ་ཡིན་ན་གང་ལྟར་ཕྱི་རྒྱལ་མི་ལ་ཡང་གནས་ཚུལ་དེ Contest བྱེད་ནས་ཕ་བཞག་གི་ཡིན་པས། ཕྱི་རྒྱལ་མི་གི་གནས་ཚུལ་དེ་ཧ་གོ་བ་བྱེད་པ་ལ་ང་ཚོས Contest བྱེད་ཀྱི་ཡིན་པས་ལས་བྱོས་ར་ཐབས་ལམ་ག་རེ་བེད་སྤྱོད་གཏང་གི་ཡིན་པས། ཡ News Channel དེ་འདྲ་ལ་ཡང News Channel ཆེན་པོ་འདི་འདྲའི་གི Coverage འདི་ཕ་ཆེ་ངས་མཐོང་མ་སོང་རོ། ཨ་འདི་འདྲའི་ལ་ཡོང་ས་རེད་བས་ཡོང་བ་བྱས་བ་ལ་ཡང་ག་འདྲའི་དོ། ཨ་ག་འདའ། ཨ་ཅིག་བྲེལ་བ་བཟོས་འོག་དུ་བས་ཡང་དངུལ་སྤྲད་འོག་དུ་དངུལ་གི་སྙོབ་ས་རེད་སྙོབ་ས་མ་རེད་ཕ་ཆེ་སྙོབ་གི་རེད་དྲན་གི་མི་འདུག་རོ། ཨོ་ཨ་ནི་ག་འདའ་རྒྱ་མི་གི་གནོད་ཤུགས་འདི་ཡོད་དུས་ཙམ་པ་ལ་ཕ་ཆེ་དཔེ་ཁག་པོ་ཡོད་གི་དྲན་གི་འདུག་རོ། ཡིན་པ་ཡིན་ནི་དེ་ཤ་ད Social Media དང་ཅིག་ཡོད་དུས་ཙམ་པ་ལ་ཡང་ཡང་ལུང་པ་ག་བ་ལ་ཡོད་པ་ཡིན་ནའི་ད་ལྟ་ཀན་ན་ར་ལ་ཡིན་པ་ཡིན་ནའི་རེད་རྒྱ་གར་ལ་ཡིན་པ་ཡིན་ནའི་རེད་ཕྱི་རྒྱལ་ཁག་ཨ་རི་ཡིན་པ་ཡིན་ནའི་རེད་དེ་ནང་ལོགས་ལ་ཡང་ཕ་སྐད་ཀྱི་ལུང་པ་ཁོ་རང་གི་ཡུ་ཀྲུབ་པར་ཨིན་ཕླུ་ཨིན་སར་ག་ཤེད་སབ་སྐྲའིབ་པར་སྟོང་ཕྲག་ལྔ་བཅུ་འབུམ་གཅིག་འབུམ་གཉིས་ཡོད་རྒྱོག་དེ་འདྲའི་མང་པོར་རོ་ཨ་ནི་དེ་འདྲའི་འདྲ་བོ་དེ་འདྲ་ལ་ཡང་དཀོན་མཆོག་རེ་བ་ཞུས་ནའི་རེད་ཁ་ཤེད་ལ་ཡང་ག་འདང་དངུལ་སྤྲད་དགོས་ཡོད་ནའི་རེད། གནས་ཚུལ་འདི་ནི་གང་དག་ཁོ་རང་ཚོའི་གི་དྲ་ལམ་བརྒྱུད་ཅེས་ནི་གང་དག་གནས་ཚུལ་འདི་འདྲའི་ཅི་ལྷག་བཞག་ལས་བརྗོད་རོ། ག་འདྲས་བཤད་ཀྱི་ཡོད་ནས། གནས་ཚུལ་འདི་མི་མང་པོ་གང་མང་མང་ཅིག་གིས། མི་འབུམ་མང་པོ་ཅིག་གིས་མཐོང་བ་དང་གོ་བ་དང་ཚོར་བ་དང་འདི་འདྲས་ཅིག་ཡོང་གི་ཡོད་པ་ཡིན་ན། འདི་པ་ཅན་བོད་དོན་སྐོར་ལ་ཡང་གོ་རྟོགས་སྤེལ་ཡང། Platform། གོ་སྐབས་ལ་འོ་ར། ཨ་དེ་འདྲའི་འདྲ་བོ་ཅིག་ནི་བྱེད་དགེ་ང་ཚོས་ཀྱི་གོམ་པ་འདྲ་བོ་ཅིག་བརྒྱབ་ནི་ཚོགས་པ་འདྲ་བོ་ཅིག་ཡིན་པ་ཡིན་ནས་ད་ལོ། Fund Raise དང་ལ་ནི་རྟག་པར་བྱེད་དགེ་ཚོགས་པ་ག་བ་ལ་ཡིན་པ་ཡིན་ནས། ཁོ་རང་ཚོས་ཀྱི་དངུལ་ཡོང་ས་ཅིག་ཡོད་རེད། ནི་ཡིན་ད། ད་ལན་འགྲོ་ཅེ་ན་སྔོན་དུ་འཛོག་ནི་ཕ་གས་བཏང་སའི་ས་ཆ་ངོ་མ་འགྲོ་དེ་ན་ད་ལན་འགྲོ་ཆ་དགོས་ཡོག་འདྲ་བོ་དུ་རོ། ཧོ་དེ་འདྲའི་ཅི་ལ་ཡ་ནི་དངུལ་བཟོ་བས་དེ་ས་མོ་ཏས་སུ་མྱོང་ས་བྱས། ཨ་ནི་དེ་མ་ཡིན་པས་ཀྱི་ག་ད། ལས་འགུལ་གྱི་བརྩམས་ནས་ག་ད། ནུས་པ་ཐོན་པ་ཅི་ག་འདྲས་བྱེད་ཀྱི་ཡིན་པས་དངུལ་ཕ་བཏང་ཅེ་ཨ་ནི་ནུས་པ་ཐོན་ཡ་ཡོད་རྒྱུ་ཅི་ག་འདྲས་བྱེད་ཀྱི་ཡིན་པས་ལས་སྦྱོར་རོ། ཨ་ཧོ་འདི་འདྲས་འགྲོ་བོ་ཅིག་གས་བྱེད་ཐུ་དགོས་ན་ན་བ་འགྲོ་དུ་ཨ་ག་ད་ཅིག།

ཁོ་རང་འགོ་འཛུགས་སྐྱོར་རོགས་ཐ་དྲིས་ལ་དུས་ཡག་ལོ་བརྒྱ་དྲུག་དང། ལོ་བརྒྱ་ནང་ལོགས་ལ་ཡང་འཛམ་བུ་གླིང་གི་ཁོར་ཡུག་ཁོ་རང་གང་ཟག་ལོ་ག་ཆགས་བསྡད་ཡོད་ར། ཨ་འདི་ནང་བཞིན་གྱི་ང་ཚོའི་གནས་སྟངས་ཡང་གཅིག་པ་གཅིག་རྐྱང་བཅས་ཡོད་མ་ར་ཁོ་རང་ཚོ་གི་བྱེད་དུས་ཙམ་པ་ལ་ཡང་སྐད་འབོད་བརྒྱབ། ཟེར་བྱས་ངོ་ཁོ་བྱས་ག་རེ་བྱེད་ཀྱི་ཡོད་ནས་བྱས་འོང་དུས་ཙམ་པ་ལ་ཡིན་པ་ཡིན་ན་ཁོ་རང་ཚོ་གི་སོ་སོའི་ལུང་པ་རང་ནང་ལོགས་ལ་ཡང་ཨ་ནི་ལུང་པ་དེ་ག་འདྲས་ཀྱི་ཡོད་ར་ལབ་ཡིན་ན་ལུང་པ་ཨ་ནི་སོ་སོའི་མི་མང་ང་བྱས་ཨ་ནི་ཆུ་ལོག་ནས་ཡོང་འགྱོག་མི་ཨིན་ཇི་མི་གྲངས་ཉུང་ཅིག་མ་ཞིག་ཡོག་མ་རག་འདི་འདྲའི་ཅིག་གི་སྐད་འབོད་རྒྱབ་བྱས་ནས་ག་འདའ། སོ་སོའི་ལུང་པ་མི་གང་ཟག་ཅིག་ཡ་མཉམ་རུབ་བྱས་བྱས་ཨ་ནི་ག་འདའ་མ། རྒྱ་གར་འགྲོ་བྱས་མ་ཨ་ནི་འདི་འདྲ་ཅིག་ནི་ག་འདའ། ན་པི་ཐུ་བ་འགྲོ་བོ་ལའོ་རེད་རང་བཙན་ལེན་པ་འགྲོ་བོ་བྱས་བྱས་ནི་ག་འདའ། རྒྱུ་འབྲས་འགྲོ་འདུག་ཤིན་ཐོན་འགྱོག་འགྲོ་བོ་རོ་ཡ། ད་ཡིན་ནའི་ང་ཚོ་འགྲོ་བོ་ཅིག་ཡིན་པ་ཡིན་ན། སྐད་འབོད་སྒྲོག་བྱེད་ན་ང་ཚོ་བོད་པ་མིའི་སྦ་ར་གང་སྒྲོག་མ་ཤོད་ཡོང་མ་ར་ས་ཆ་ག་བ་ལ་ཡིན་པ་ཡིན་ནས་ཨ་ཀྱ་ན་དྲ་ལ་ཡིན་ནས་སྦ་ར་གང་ས་མ་ཤོད་ཡོང་མ་རེད་ཨ་རི་ལ་ཡིན་ནས་རེད་རྒྱ་གར་ལ་ཡིན་པ་ཡིན་ནས་རེད་ང་ཚོའི་མི་ཆ་ཚང་ཅིག་ལང་ཀ་ལ་སླེབས་ཀྱི་ཡོད་པ་ཡིན་ནས་ཨ་འདི་གི་སླེབས་པ་རྐྱེན་གྱི་ཕ་སྐད་གི་ཡུལ་མི་རྒྱ་གར་ཡིན་ནས་རེད་ཀྱ་ན་དྲ་ནང་ལོག་ལ་ཡིན་པ་ཡིན་ནས་རེད་ཁོང་ཚོ་ལ་ང་ཚོའི་གི་གནས་ཚུལ་འདི་ཁ་ནས་ག་འདྲེས་བྱེད་དགོས། ག་འདྲས་ཀ་ནེག་ཅིག་རེད་འབྲེལ་བ་ག་འདྲས་རྒྱབ་གོ་རེད། འདི་ཚོ་ཡང Strategy འགྲོ་བ་ཅིག་བསམ་བློ་འགྲོ་བ་ཅིག་བཏང་རྗེས་ག་འདའ། ཚོགས་པ་ཅིག་ཚོགས་པ་ག་རེ་ཡོད་པ་ཡིན་ནའི་ད་ཚོགས་པ་དཔེ་མང་པོ་འདུག་ཨ། འདི་ཚོ་འགྲོ་བ་ཡིན་ན་འདི་ཚོ་ལ་ཡང Brain Storm བྱས Marketing གནས་ཚུལ་ཅིག་ཡིན་པ་ཡིན་ན་མི་གཞོན་སྐྱེས་ལ་ག་འདྲས Scatter བྱེད་ན་དགའ་འདུག་སྐད་ཆ་འདི་རིང་པོ་བཤད་ན་གོ་གི་ཡོད་ས་མ་རེད་སྐད་ཆ་འདི

བོད་བརྒྱུད་ཀྱི་འཐབ་རྩོད། བོད་རང་བཙན་གྱི་འཐབ་རྩོད་སྒྲོག་ཅེ་ན། འཐབ་རྩོད་གང་མཛའ་སྒྲོག་ཅེ་ད། ལས་འགུལ་ལ་ནས་ག་འདྲས་བྱེད་ཀྱི་ཡོད་པ་ཡིན་ནའི་ག་ད། ང་ཚོའི་གི་འཐབ་རྩོད་དེ་ག་ད། འཛམ་བུ་གླིང་མི་མང་རྩ་ནས་ཡ་འཛམ་བུ་གླིང་གི་ད་མི་མང་ལའོ་རེད། སྟོབས་ཤུགས་ཆེ་བའི་གི་རྒྱལ་ཁབ་ལའོ་རེད། དེ་འདྲས་རྩ་ནས་ཡ་ང་ཚོའི་གསོད་རེས་སྒྲོག་ཞུ་ཡས་སྒྲོག་ཅེ་གི Strategy སྒྲོག་ཅེ་མ་ཤི་མར་དུ་བ་ཡ། འོ་དེ་འདྲས་ཡིན་དུས་ཙམ་པ་ལ་ཡ་ད། ད་ག་ང་ཚོའི་གི Strategy ཡིན་པ་ཡིན་ན། ལངས་ཕྱོགས་དེ་འདྲས་ཅིག་ཡོད་པ་ཡིན་ན། དེ་ནང་བཞིན་བྱས་ནས་ཨ་ནི་འཛམ་བུ་གླིང་གི་མི་མང་པོ་ཅིག་འཛམ་བུ་གླིང་གཡས་གཡོན་ལ་ཡོད་རྒྱུ་གི་ད་ག་ད་ལུང་པ་ག་བ་ལི་ཡིན་པ་ཡིན་ནས་དོན་གཟུགས་ང་ཚོའི་ཕྱོགས་ལ་ག་འདྲས་འགྲིག་གི་ཡིན་པས་ལ་ཡ་བྱོས་ར། འོ་འདི་ཕྱོགས་འགྲིག་བ་ལ་ཡ་ནི་ག་འདྲས་གོ་ཐུབ་རེད་ལ་ཡ་བྱོས་ར། ཨ་སྤུ་གུ་ཆུང་ཆུང་ཅིག་ལས་གནས་ཚུལ་འདི་ཤོད་དགོས་ན། ཕ་སྐད་ཀྱི་ད་ལྟ་གནས་ཚུལ་ཆ་རྒྱོས་ཀྱི Clip དེ་བཀོག་ཨ་ནི་ད་གཟ་ཨ་ནི་བོད་པ་མི་གཅིག་འདི་འདྲས་རང་རང་སོ་སོའི་གི་གཟུགས་པོ་ཨ་ནི་མེ་དགྲ་སྟངས་རེད་ལ་ནི་སྤྲད་ན་འགྲིག་གི་རེད་པས་ལས་བྱོས་ར་ཡང་འདི་ལ Comic འདྲ་བོ་བཟོས་ནས་ཡ་ག་ད་ག་འདྲས་བཟོས་དགོས་ནས་ང་རང་ཤེས་ཀྱི་མེད་རོ་ཡིན་པ་ཡིན་ནས་ཆུན་ཆུན་གཅིག་གི་ལྟ་དུས་ཙམ་པ་ཡིན་ནས་སྙིང་རྗེ་ལས་འགྲོ་མི་སྤུ་གུ་ཆུན་ཆུན་གཅིག་ལ་ཡིན་ནས་གོ་ཡ་ཡོད་རྒྱོ་གནས་ཚུལ་དེ།

བཙན་བྱོལ་ལ་ཡིན་པ་ཡིན་ན་ནི་འཛམ་བུ་ལི་འདབས་དར་རམ་ས་ལ་འགྲོ་བཞིན་ཡིན་པ་ཡིན་ན་ནི་འཛམ་བུ་ལི་ནང་ལོགས་ནས་ད་ཨེན་ཇི་ཨོ་འཛམ་བུ་ལི་ནང་ལོགས་ནས་མང་ཤོས་ཟེར་ས་ཆ་ལ་དཔག་པའི་གི་པར་ཁ་པི་ཏར་ལ་བར་ས་ཆ་ཅིག་དཔག་བཟོས་བྱས་པའི་གི་ནི་མང་ཤོས་མ་ད་ཨེན་ཇི་ཨོ་ཆགས་པ་ཁོ་ར་ཡོད་རོ་ཡ། ཨོ་ད་ཆགས་པ་ཡོད་དུས་ཙམ་པ་ལ་ཡ་པབ་ལི་སི་ཏི་དང་ཅིག་བྱས་ནས་ག་ད་ཁོ་རང་ཚོའི་གི་ལས་གུས་བརྩམ་དགོས་ནས་རེད་ག་ད་དཔལ་འབྱོར་བསྡུ་རུབ་བྱེད་དགོས་ནས་རེད།

ག་ལ་རུ་གོ་སྐབས་འདྲ་བོ་ཅིག་བཟོས་ནས་ཡང Fund Raise བྱས་ཀྱི་དེ་འདྲའི་མེད་པ་བྱས། གང་ལྟར་ཅིག་གི་སོ་སོ་ལ་ཡང Fund ཡོད་སྐྱོར་དེ་ཡིན་པ་ཡིན་ན་ད་ད་ལན་ང་ཚོའི་གི Fund ཡོད་སྐྱོར་དེ་ནས་ཆ་དེ་འདྲའི་ཅིག་བཏང་པས་ཀྱི་ནི་གང་ལྟར་གནས་ཚུལ་དེ་ཁྱབ་པ་བྱེད་ཀྱི་ཡིན་ད་ལས་སོ་ར་འདྲ་བོ་ཅིག་ཚོགས་པ་ཁག་གི་བྱེད་ཀྱི་ཡོད་པ་ཡིན་ན་འདི་ཡང་ག་ལ་འོ་ན་ང་ཚོས་སུས་བལྟ་གི་ཡོད་པ་ཡིན་ནའི་དངོས་གནས་ཁོ་རང་གི་ཆེད་ཀྱི་ནུས་པ་ཐོན་བ་འགྲོ་ཅིག་ཡོང་ས་རོ། དེ་མ་བཞིན་གྱི་ག་ད་ལས་འགུལ་རེ་ལ་དུས་ཙམ་པ་ལ་ཡང་ལས་འགུལ་བཏགས་པ་ནི་དཀོན་མཆོག་ག་ལ་འོ་རེད། ངོ་རྒོལ་འགྲོ་ཅིག་སྐད་འབོད་འགྲོ་ཅིག་འགྲོ་བསྡད་རྒྱོ་འགྲོ་ཅིག། དག་པ་སྐྱེས་བུ་འདྲ་བོ་རེད་ད། འདི་ག་ལ་བ་རེད་སྔོ་ཤལ་འདྲ་བོ་ཞིག་ནས་ཤེས་ནས་འགྲིག་ས་རེད་བ་གཅིག་བོད་པའི་གི་ཚོགས་པའི་ལས་ལས་འགུལ་གྱི་པའི་གོར་ལ་བས་ན་ཕ་ཆེན་ཨ་སྐྱེས་བུ་རྒྱལ་རེད་ཨ་ནི་ང་ཚོ་བོད་པའི་མི་མང་ཁག་ཅིག་ཡོད་བས་ན་ཨ་ནི་གང་ལུགས་ནང་ཞིག་ནས་གང་ད་ཚོགས་པ་ཅིག་གི་ཕ་ཡ་གོ་སྒྲིག་བྱེད་ཡ་ཚོགས་པ་ཅིག་གི་ཕ་གོ་སྒྲིག་བྱེད་ཡ་ལ་དུས་ཨ་ནི་ང་ཚོ་ལུགས་ན་ཞིང་བྱེད་ནི་ཡ་ཕ་གས། འདིའི part of འདི་འདི་འདྲ་འདྲ་བ་ཅིག་བྱས་འདུག་ཡོད་རེད་དངོས་བཤད་འདྲ་བོ་རེད་ད there is no curiosity འདས་འདི་ལ་ཅིག་གསར་བ་འདྲ་བོ་མི་འདུག་ཨ་དར་སང་དུས་ཚོད་ལ་ཡིན་པ་ཡིན་ན་ཅིག་ག་རེ་ཡིན་པ་ཡིན་ནའི་གནས་ཚུལ་ཅིག་གནས་ཚུལ་ཡག་པོ་ཡོང་གི་ཡོད་ནའི་རེད་གནས་ཚུལ་སྡུག་བ་ཅིག་ཡིན་པ་ཡིན་ནའི་རེད་གང་ལྟར་བཤད་སྟངས་ལ་ཡ་དཔེ་ཁྱད་པར་ཟོས་ནས་ཤི་གི་འདུག་བ་ཡ་ད་ང་ཚོ་དར་སང་དུས་ཚོད་ལ་ཡིན་པ་ཡིན་ན་ད་བོད་པ་མི་ཚང་མས་གི་གང་ལྟར།

ལོ་གཅིག་ལོ་གཉིས། འདི་འདྲའི་བྱས་ནས་གང་ལྟར་བེད་སྤེལ་གྱི་ཐབས་རྩོད་དེ་ཨ་ནི་གང་ལྟར Overnight གཅིག་ལ་ནི་འདི་འདྲའི་བྱས་ནས་སེལ་ཐུབ་ཀྱི་རེད་དེ་འདྲའི་ད་ཕ་ཆེན་ལས་གུས་ཙམ་ཉན་སྲོལ་ཡོད་པ་ཡིན་ནས་དངོས་གནས་ཁོ་རང་དྲང་པོ་བཤད་པ་ཡིན་ན་བསམ་གོ་དྲན་གྱི་མི་འདུག་རང་ཡང་ཨོ་ཡིན་ནས་གང་ལྟར་གོམ་པ་རྒྱབ་དུས་ཙམ་པ་ལ་ཡང་ཏེས་ཆེ་གེ་ཕུགས་ཐག་རིང་པོའི་སྒང་ནས་བསམ་བློ་བཏང་རྗེས་གོམ་པ་འགྲོ་རྒྱབ་འགྲོ་བྱས་ནས་ཡང་ལོ་བཅུ་བཅུ་དེ་འདྲའི་ལ་ཡང་གནས་ཚུལ་དེ་འདྲའི་ག་འདྲས་གོ་རྟོགས་སྤེལ་གི་ཡིན་པས་ང་ཚོའི་གི་ལས་འགུལ་འདི་བརྩམས་པའི་གི་ད་དར་སང་ཡིན་ན Social Media དང་དེ་འདྲའི་སྒང་ནས་ཅིག་ཡོད་དུས་བརྩམས་པ་ལ Algorithm དང Analytics དང་དེ་ཚོ Number དེ་ཚོ་ཚང་མ་བལྟ་ཡ་ཡོད་བྱེད་དུས་བརྩམས་པ་ཡིན་ན་ད་ལན་ང་ཚོའི་གི་གནས་ཚུལ་འདི་ཨ་ནི་ཁྱབ་ཁོངས་དེ་འདྲའི་ཅིག་ནང་ལོགས་ལ USA འགྲོ་བྱས་ན་དེ་འདྲའི་ཅིག་མངའ་སྡེ་དེ་འདྲའི་ཅིག་ནང་ལོགས་ལ་ཡང་དཔེ་བཞག་ན་ད་ལན་གི་གནས་ཚུལ་དེ New York མངའ་སྡེ་ནང་ལོགས་ལ་བྱུང་ཡོད་རེད་ཨ་ནི་དེ་འདྲའི་གི YouTuber རེད Influencer རེད

ཁ་ལི་ཁ་ལི་ཁ་ལི། འདུ་འཛུགས་ཀྱི་རྟགས་མི་འབུམ་གཅིག་གི་རྟགས་དང་འབུམ་སྟོང་ཕྲག་ལྔ་བཅུ་གི་རྟགས་འདི་འདྲས་བྱས་ནས་བྱས་ཨ་ནི viral འདྲ་བོ་ཅིག kind of གནས་ཚུལ་འདི་ཨ་ནི་ང་ཚོའི་གི་གནས་ཚུལ་འདི་འདྲས་འདྲ་བོ་འདི་ཨ་ནི་ཕ་ཆེན་བོད་པ་ནང་ལོག་ལ་ཡང viral ཞུ་ཆགས་བ་དྲན་གི་མི་འདུག་རང་ཡང་དྲང་པོ་བཤད་བས་ན་ཁོ་དཀའ་ལས་རྒྱག་ག་ཡ་ཀོ་ཅིག་རྒྱག་བ་མ་རེད་བོད་པ་ནང་ལོག་ལ་གནས་ཚུལ་དེ་ཚོ viral ཕ་ཆེན་གནས་ཚུལ་ཆགས་བ་དག་རང viral ཡིན་གྱི་རེད་མི་ཅིག་གི་བཟོས་མ་བཟོས་ཅིག་ཡིན་གྱི་རེད་ཡིན་པ་ཡིན་ནའི་གནས་ཚུལ་དེ་ཚོ་དྲང་སྟེ་ཨ་ནི་གང་ལྟར། ང་ཚོས་ཀྱི་ཤ་ཁྲག་གཅིག་པའི་བོད་པ་གཅིག་གིས་ག་འདྲ་འདུག་ཅེས་ནས་སོ་སོས་ཀྱི་གཟུགས་པོ་གང་ན་ཡང་ཕངས་མེད་བཏང་རྗེས་ཕངས་སེམས་མེད་པའི་ཐོག་ནས་ཡང་ཅིག་བྱེད་དུས་ཙམ་པར་དེ་ལ་འགྱོད་པ་རྒྱུ་མཚན་ཅིག་ཡོད་རེད། མི་དེ་གིས་དཔེ་བཞག་པས་ན་ཁོ་ཚིག་པའི་སྐབས་སུ་ལ་དཀའ་ཉེན་ག་འདྲས་ཅིག་ཡོད་རེད། དུ་མཚུངས་མི་གཞན་པ་ཅིག་ལ་རིལེད་བྱེད་ཨ་འདི་གར་བྱས་ནས་བྱས་རེད་ལ་སོ་ར་འདྲ་དེ་འདྲས་ཀྱིས་སྦྲུམ་འདྲ་བོ་ཅིག་ན་རེད་བྱས་ནས་མི་འཛམ་བུ་གླིང་གི་མི་མང་པོ་ཅིག་ལ་ཡར་ལོ་ཆེ་ཆུང་མེད་པར། རྒན་འཁོགས་རེད་ཆུང་ཆུང་རེད་སྤུ་བོ་རེད་ག་འདྲས་སུ་ཡིན་པ་ཡིན་ནའི་དེ་འདྲས་ལ་ཡང་སྐད་སྒྲར་བྱེད་དུ་དེ་འདྲས་ཀྱིས་ཁོང་ཚོའི་ལ་ཕ་བཀྲམ་དུ་ཡང་འདུ་འཛོས་ཁོང་ཚོའི་ཀྱིས་ང་ཚོའི་ག་ཅིག་དེ་ཅིག་གོ་བ་འགྲོ་བཞིན་པ་ཡིན་ན་འདུ་འཛོ་དྲང་ཨོ་ད་དཔེ་བཞག་ན་སྤུ་གུ་ཆུན་ཆུན་འདྲ་བོ་ཅིག་ཡིན་པ་ཡིན་ནི་རེད། ཨ་ནི་བོད་དོན་སྐོར་ལ་ཡང་གང་དག་ཅིག་སྙེ་མ་དཀར་སྒྲུང་འདྲ་བོ་ཅིག་ནང་ལ་མཐོང་སོང་ག་ལ་ན་སྤུ་གུ་ཆུན་ཆུན་དཀར་སྒྲུང་འདྲ་བོ་ཅིག་མ་ཤི་ད་གི་མ་རོག་ད example ཡ། ཡང་དཀར་སྒྲུང་འདྲ་བོ་ཅིག་སྒང་ནས་གི་ཆི་མཐོང་ཡོད་འགྱོག་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ནི་བག་ཆགས་འདྲ་བོ་ཅིག་དེ་དུས་ཙམ་པོ་ཨ་ལས Tibet ལ་ཡོད་སྙེ་མ་ངའི་གོ་སོང་སྙིང་རྗེ་བོད་པ་མི་ཅིག་སྙེ་མ་ཆུན་ཆུན་སྐབས་ལ་ཁོ་རང་མེ་ཁྲག་བཏང་ཤག་བོད་ཡོག་གི་རང་བཙན་རེད་ལ་དེ་ཨ་ནི་འདུ་འཛུ་ཀྲང་སྤུ་གུ་དེ་ཇུག་མ་ཆེན་པོ་ཆག་རྐུབ་རྒྱག་ཅིག་སྒང་ལ

ཨ་འདི་དངོས་གནས་ཁོ་རང་ཆུ་འཇུའི་སྐབས་སུ་ཁོ་ད་ལྟའི་འོས་གཅིག་འགྲོ་བསྡད་ཤག་དཀོན་མཆོག་མི་དེ་གནས་ཚུལ་དེ་བདེན་པ་ཡིན་ས་རེད་དངོས་གནས་དགའ་ཉེན་ཡོད་ས་རེད་ལ་ཡ་སོ་ར་འགྲོ་བ་ཅིག་གི་གནས་ཚུལ་དེ་ཡ་ཕུག་རྒྱང་རིང་པོའི་སྒང་ནས་ཡ་སྡུགས་བྱས་ནས་ཡ་འགྲོ་དེ་ཨ་ནི་ང་ཚོ་ག་ལེ་ག་ལེ་ཨ་ནི་མི་འབོར་མང་པོ་ཅིག་གི་ཨ་ནི་ང་ཚོ་ལ་ཡ་རྒྱབ་སྐྱོར་འགྲོ་བ་ཅིག་ར་གི་རོ་ཨ་དེ་མ་བཞིན་གི། མི་མང་ཚང་མས་ཀྱི་རྒྱབ་སྐྱོར་འགྲོ་ཅིག་མི་མང་ལ་དེ་བོད་པ་མི་མང་ལ་མེད་རོ། ཕྱི་རྒྱལ་མི་མང་གྱི་རྒྱབ་སྐྱོར་འགྲོ་ཅིག་ན། ཨ་ད་འདི་བྱས་པ་ལ་ཡང་ནི་ག་འདའ་ཚོགས་པ་ཁག་གི་ནི་ག་འདའ་ལས་འགུལ་སྤེལ་གི་ཡོད་ན་ག་འདྲས་སྤེལ་གི་རེད་ལ་ཡ་བྱོས་རོ། ཨ་འདི་འདྲས་འགྲོ་ཅིག་གི་ཚོགས་པ་དེ་ཚོ་ལས་ཀ་བྱེད་ཀྱི་ཡོད་པ་ཡིན་ན་གཉིས་འཇོམ་དོ། ད་དཔེ་བཞག་པ་ཡིན་ན་དཔེ་མཚོན་འགྲོ་ཅིག་རོ། ད་ང་ཚོ་དེ་སྐད་འདྲ་འདྲ་གནང་ལོ་ལ་ཡ་སུམ་ཅུ་དུས་དྲན་འབྲུག་འོག་རེད། གསུམ་བཅུའི་དུས་དྲན་ལོ་དུས་ཙམ་པར་ལ་ཡང་ད་བལ་པ་བདུན་བརྒྱ་བརྒྱད་བརྒྱ་ཆིག་སྟོང་ཞིག་ཡོང་སྐོར་རེད་ཨ་ནི་ད་ཁྱེད་རང་ཚོས་ཀྱི་བི་དྲོ་དེ་འདྲ་མཐོང་གི་མཐོང་ཡོད་པ་ཡིན་ན། ལཱིན་དེ་དཔེ་རིང་པོ་རོ་ཡ་བལ་པ་ལཱིན་མི་མི་བདུན་བརྒྱ་བརྒྱད་བརྒྱ་ཅིག་སྟོང་དེ་འདྲ་ཞིག་ལ་འོང་དུས་ཙམ་པར་ལ་ཡ་ཅིག་སྟོང་ཅིག་སྟོང་དེ་འདྲ་ཞིག་ཡོང་གི་འདུག་དྲན་སོ་ར་དེ་འདྲ་ཞིག་ང་ཚོ་འགྲོ་འོང་དུས་ཙམ་པར་ལཱིན་དཔེ་རིང་པོ་ད་བི་དྲོ་ཞིག་ནང་དུ་ད་ན་དཔེ་རིང་པོ་རོ་ཡ། ལྟ་དེ། ད་ལྟ་རང་ལོ་གཅིག་གཉིས་ནང་ལོགས་ལ་འགོ་བཙུགས་རྒྱུ་མ་རག། ལོ་འདི་འདི་འདྲའི་སྐེམ་པའི་འགྲོ་ནི་ཡང་ལོ་ད་ལོ་ཉི་ཤུ་སུམ་ཅུ་དྲུག་འགོར་ང་རང་དེ་སླད་ནས་ལོ་བཅོ་ལྔ་སྤྲོ་འུ་ཐུག། འདི་ནང་བཞིན་གྱི་གཉའ་མ་ནས་འགྲོ་བསྡད་ཡོད་རེད། ཡིན་ནས་ལོ་འདི་གམ་ཟི་མང་པོ་ཅིག་འགྲོ་རྒྱུ་ནང་ལོགས་ལ་ཡང་ང་ཚོའི་གི་འདི་ནང་ལོགས་ལ། ཕྱི་རྒྱལ་གྱི་མི་གྱ་ས་ཅིག་འཐེན་ཐུབ་མི་འདུག་ཨ། སྐད་འབོད་དེ་ནང་ལོགས་ལ་ཡང་ཕྱི་རྒྱལ་གྱི་མི། མི་གྱ། གྱ་བ་བཞག་ཞོག་ལྔ་བཅུ་ཡོད་ན། ཉི་ཤུ་རྩེ་ལྔ་ཡོད་ན་འདི་ཁྱེད་རང་ཚོ་ལ་དྲི་བ་ཡིན་ར་བ་ཅན་ངས་ནི་མཐོང་མ་སོང་ར། ད་ཨེ་འདྲ་བྱས་ནས་གང་ལྟར་མང་པོ་ཞུ་འོས་འདུག་པ་ར་ནས་གྲངས་ཀྱང་ན་བ་ཅན་ལྔ་བཅུ་ཡོད་ན། I don't think so དྲང་པོ་བཤད་མཐོང་མ་སོང་ར། ད་འོ་འདི་ལ་དུས་ཙམ་པ་ལ། ལོ་ཉི་ཤུ་རྩེ་ལྔ་སུམ་ཅུ་ད་ང་རང་འདས་བཅོ་ལྔ་སུ་དུས་ཙམ་པ་ཡིན་ན་ལོ་འདི་གམ་ནང་ལོ་ལས་ང་ཚོའི་གི་ཕྱི་རྒྱལ་མིའི་མཉམ་དུ་ལ་ཡང་ང་ཚོའི་གི་གནས་ཚུལ་འདི་ང་ཚོའི་གི་དཀའ་ཉེན་དང་གནས་ཚུལ་འདི་དང། ང་ཚོ་ཁོང་ཚོའི་མཉམ་དུ་ལ་ཡ Locals དེ་ཚོའི་མཉམ་དུ་ལ་ཡ་འདི་གམས་བོད་དོན་སྐོར་ནས་ཡིན་པ་ཡིན་ན་གང་ལྟར་འབྲེལ་བ་སྦྱར་ཐུབ་མི་འདུག་ཨ། ང་རང་ཚོས་ཀྱི་བསམ་ཁུར་ཡོད་ཟེར་གྱི་རེད་ཡིན་ནས་མི་མི Common Man གཅིག་ང་ཚོའི་མཉམ་དུ་ལ་མི་འདུག་ཨ། ཨ་འདི་ཡང་ང་ཚོའི་ངེད་ཀྱི་ཀྱ་ན་ར་ཅུག་པོ་ཅིག་གང་རྐང་པ་ཐེབས་པ་འགྲོ་ག་ཡ་མེད་རོ། ཨ་ཕྱི་རྒྱལ་ལུང་པ་ལས་གང་ལྟར་བལྟས་པ་ཡིན་ན་ཕ་ཆེན་ཨ་འདི་འདྲས་ཀྱི་ཨིན་ཇིའི་ནང་ལོགས་ལ Participant ཡོད་སྐྱོ། མང་པོ་ཡོད་རེད་ངས་དྲན་གི་མི་འདུག་རོ། ཨོ་ཧོ་འདི་འདྲ་འདི་འདི་པ་ཅན་ང་ཚོ་འཐུས་ཤོར་ཤོར་ཡོད་ཡོད་འདྲ་བོ་འདུག་ཨ་ཡ། ཨོ་ད་ད་ལྟ་འདྲ་བོ་ཅིག་གི་དམིགས་བསལ་གྱི་ད་ད་ལན་གྱི་གནས་ཚུལ་འདི་འདྲའི་འདྲ་བོ་ཅིག་ཆགས་འོང་དུས་ཙམ་པ་ལ་ཡིན་ན། ད་དུ་འཛུ་ཀྲང་གོ་སྐབས་འདྲ་བོ་བརྗོད་བྱས་ག་ལ་བ་རེད Turning Point འདྲ་བོ་བྱས་ད་ལན་གྱི་གནས་ཚུལ་འདི་གྱི་རྐྱེན་པས་ཀྱང་ཡང་ང་ཚོའི་གི་མི་དམངས་མཉམ་དུ་ལ Contest Connect བྱེད་ཐུབ་ས་རེད་ལ་ཡ་བརྗོད་ར།

མི་མཉམ་དུ་ལ་མི་གཞན་པ་དང་སུ་ཡིན་ནས་དེ་འདྲའི་ཅིག་གི་འབྲེལ་བ་བརྒྱབ་ཅེས་ག་འདའ། ང་ཚོ་ཁེ་ནེ་ཏིན་མི་ཁེ་ནེ་ཏིན་ལ་དེ་ད་ཉེ་ཨ་རིག་གི་མི་གཅིག་པ་གཅིག་རྐྱང་ཅིག་ག་འདི་འདྲས་ག་འདྲས་བྱེད་ག་འདྲས་བྱས་ཡིན་ན་ག་རེ་ཆགས་ཡིན་ན་གནས་ཚུལ་ག་རེ་ཡིན་ན་ལ་ན་ཁྱུ་ཡོག་སི་ཏི་ཅིག་གླེ་གི་རོ། ཨ་འོ་འདི་འདྲས་འདྲ་བོ་བྱེད་ནས་ག་འདའ་ཅིག་གི་ལུང་པ་ག་བ་ལ་ཡིན་པ་ཡིན་ནས as a global citizen རེད་ལ་ནི་ནས་རེད་ག་འདའ་ག་འདྲས་ལོ་ཀུལ་ས་གནས་ག་བ་ལ་ཡོད་པ་ནས་འོང་འདི་སྙམ་དུ་ང་ཚོས་ག་འདྲས་སྦྱར་ནས་གནས་ཚུལ་ཞིག་ཆ་བགོས་ནས་ག་འདྲས་སྦྱར་བྱས་ཨ་ནི་ཨ་ནི་ང་ཚོའི་གི message དེ་ང་ཚོ་དང་གཅིག་པ་ང་དང་ཁོ་གཅིག་པ་ཡིན་ཨ་ནི་ཡིན་ནའི་འདི་འདྲས་ཀྱི་གནས་ཚུལ་ཞིག་ལྷག་ཤག་འདི་འདྲས་ཀྱི་དཀའ་ཉེན་ཞིག་འགྲོ་གི་འདུག་ལས་སོ་ར་ཞེ་ན་ཨ་ནི་དེ mass movement འགྲོ་ཆ་ཡ་གི་རེ་བ་འགྲོ་ཡོད་རོ་ཨོ་ཨོ་འདི་འདྲས་འགྲོ་ཅིག་གི་ཞུ་ངའི་གྲོ་སོ་ར་ད་ཁྱེད་རང་ཚོའི་གི་བི་ཀྲོ་སྒྲོག་དེ། དང་པོ་ཞིག་ན་ད་ང་གི་བི་ཀྲོ་དེ Interest ནང་ལོགས་ལ་བླུགས། དེ་ནང་ལོགས་ལ་ད་ཚང་མས་གིས་མཐོང་ཡོད་གི་རེད་བ། ཡིན་ནས་ང་རང་འགྲོ་ཡིན་ན་དམིགས་བསལ་གི་བི་ཀྲོ་དེ་གང་ཟག་དེ་འདྲ་ནང་ལ་བླུགས་ཡས་གི་འདི་མི་འདུག་དྲང་པོ་བཤད་ན། ག་ལ་བ་རེད་ཁོ་རང་གི་ངས་གི་བི་ཀྲོ་དེ་བླུགས་ནས་ཁོ་རང་གི་བི་ཀྲོ་དེ་ངས་བླུགས་ནས་ངས་གི

ནི། མི་དང་ཁྱེད་མའི་གར་སོལ་ཡིན་པ་ཡིན་ནས་གང་དག་ཅིག་འདི་ཡོང་གི་འདུག་བ་དེས་ཅིག་ག་ལ་བ་རེད་སྤག་འདྲ་བོ་ཅིག་ཅིག་པ་ཅིག་ཀྱང་འདྲ་བོ་ཅིག་གིས་གང་དག་ལས་རྒྱུ་རེད་ལ་དུས་ཅིག་པ་ཅིག་ཀྱང་ང་ཚོ་བོད་པ་རང་གི་ལས་རྒྱུ་དེ་གང་ཚ་བོད་པ་རང་གང་ལ་ཡོད་བོད་པ་རང་མི་མང་ཅིག་རང་དགོང་བོད་པ་རང་ནང་ལོག་ལ་ཅིག་བཤད་བསྡད་སོ་ར་འདྲ་བོ་ཅིག་ཅུག་པོ་མེད་བ་བཞེས་ར་བ་ནི་གང་དག Approach དེ་གང་ཟག་ཕྱི་རྒྱལ་མི་ཡུལ་མི Globally ག་འདྲས་དེ་གནས་ཚུལ་དེ་མ་བཀྲམ་ཐུག་འདུག་ལས་བྱོས་ར་ཨོ། འོན་ཏུ་འཛུ་ལི་ཡ་དངོས་གནས་ཁོ་རང་གི་འཛུལ་ཚོགས་པ་ཁག་གི་གང་དག་ལས་འགུལ་ཅིག་སྤེལ་འོང་དུས་ཙམ་པ་ལི་ཡ་ཡང་མི་སྒེར་གཅིག་ལས་ལྷག་སི་ཏྲ་བ་ཅིག་གི་ཡང་ཚོགས་པ་དེ་གི་ཅིག་གནང་ཐུག་གི་ཡོད་པ་ཡིན་ན། གང་ལྟར་ཚོགས་པ་ལ་དུས་ཙམ་པར་ལ་ཡང་མི་སྒེར་གཅིག་ཡོང་མ་རག་འདི་ནང་ལོགས་ལ་ལས་ཀ་ལས་ངན་མི་མང་པོ་ཅིག་མཉམ་དུ་འཛོམས་ཀླད་པ་མང་པོ་ཅིག་བྱས་ཨ་འདི་ལ་ཡང་མང་པོ་ཚོགས་པ་མང་པོ་ཅིག་ལ་ནི་ཁོ་རང་ཚོ་གླ་ཕོགས་ཡོད་རེད་ཨོ་ཨ་འདི་འདྲས་ཀྱི་འདིའི་སྒང་ལ་སྒྱུ་རྩལ་ལྡན་པའི་ཀྱི་གང་ལྟར་ཨ་མི་ཞྭ་ཡག་འདྲ་བོ་དང Marketing སྒང་ལ་ཡིན་ནའི་རེད Social Media སྒང་ལ་ཡིན་པ་ཡིན་ནའི་རེད Handles དེ་ཚོ་ལ་ཡང་གང་ལྟར་ག་འདྲས Active བསྡད་དགོས་ཡོད་མེད་ག་འདྲས།

ཡ་ཡུས་ཀྱི་ཁ་ལོག་རེད་སེམས་ཤུགས་ཆེན་པོ་རེད་འདུག་བ་ཡང་མི་དམངས་འབྱོར་བ་སྙིང་རྗེ་ག་བ་ལ་ཤོག་ལ་ནས་ལམ་སང་ལིག་དོ་ག་བ་ལ་ཡིན་ནས་ཅེག་ཀླད་ཆོས་ཆོས་འགྲོ་དོ་ག་རི་གང་ལ་ཡིན་ནས་རྒྱབ་སྐྱོག་ཡིན་ནས་རེད་ག་རི་ཡིན་ནས་ག་འདའ་འདི་འདྲའི་གི་རྒྱབ་སྐྱོག་གི་ཨ་ནི་ཁྱུག་འགྲོ་བ་ཁོ་ར་འགྲོ་དེ་ངན་འགྲོ་དེ་ལེ་ན་ག་འདའ་ལིད་བྱེད་ངན་གི་ཨ་ནི་ག་འདའ། Leaders། ལ་ཡོད་ནི་རེད། ཚོགས་པ་ཁག་འགྲོ་བཞིན་པ་ཡིན་ནི་རེད། ཁོ་ཚོས་ཀྱི་ཨ་ནི་ཅིག Vision ཡོད་པའི་ཐོག་ནས་གང་ལྟར་ཅིག་ལས་འགུལ་འགྲོ་ཅིག་པད་རྗེ་ནི་མར་རྫ་འགྲོ་བཞིན་པ་ཡིན་ནི་གང་ལྟར། ཁོ་རང་ཚོས་ལ་ཚོགས་པ་ཁག་འགྲོ་བཞིན་ན་ད་ཚོགས་པ་ཁག་ཆ་ཚང་དང་ངེད་ལ་ཐུག་མར་དེ་ལས་ཡིན་ནའི་ཚོགས་པ་ཁག་མང་པོ་ཅིག་ལ་དང་བན་མང་པོ་བར་བ་དང་བ་ཤན་ཚོགས་པ་ཁག་ག་བ་ཡིན་པ་ཡིན་ནའི་ནི་འོང་དུས་དུས་ཙམ་པ་ལ་ཡ་ད་གནས་ཚུལ་དེ་འདྲའི་འགྲོ་བ་ཆགས་དུས་ཙམ་པ་ལ་ཡ་ཚོགས་པ་ཁག་དེ་ལ་ཡ་འགྲོ་སོང་ཕག་གདང་བྱས་ག་ད་ཨ་ཡ་ལན་ཡ་དེ་ག་རེ་ལ་བས་ན་གནས་ཚུལ་དེ་མི་མང་པོ་ཅིག་ལ་རྒྱ་ཁྱབ་པ་བྱེད་ཀྱི་ཡིན་ལ་ཡ་ཅིག་ཁེབས་སང་དེ་འདུག་ཟེར་ནས་རྩིས་འདུག་རྒྱ་ན་ཡག་པོ་འདུག་དེ་མ་ཡིན་པའི་གི་ག་ད་ཨོ་ད་དེ་དཀོན་མཆོག་པྲོ་ཇེཀ་བཟོ་ར་ཡག་པོ་ཞུ་ཆགས་སོང་ཨ་ནི་དེ་འདྲས་བྱེད་ཀྱི་ག་ད། Fund Raise བྱེད་མཁན་ཡིན་ལ་གནས་གང་དག་ལས་གུས་གནས་གང་དག་བོད་པ་ནང་ལོག་རང་ལ་ཡང་ཅིག་ཀོ་ར་སྒྲོག་རྒྱབ་སྟེ་གནས་གང་ཟས་ཅོལ་ངོ་བོད་པ་རང་ནང་ལོག་ལ་སྐྱེལ་བཏང་སྒྲོག་བྱེད་དེ་ན I don't know སོ་སོ་སོ་ལ་ཡང་གང་དག་ཅིག་ཅིག་བྱེད་གི་ཡོད་ལབ་བའི་གི Illusion ཅིག་དག་ཡོང་གི་རེད་དེ་ལས་ཡིན་དྲན་དངོས་གནས་ཁོ་རང་གི་ཕུག་ཐག་རིང་པོའི་གི་གང་དག་ཅིག་རྒྱུ་འབྲས

དམིགས་བསལ་གྱི་འདི་འདྲའི་གི་གནས་ཚད་ག་ཡང་མེད་དུས་ཙམ་པ་ལ་ཡང་སོ་སོ་མི་དཀྱུས་མ་ད་འདི་འདྲའི་གི་གནས་ཚད་ག་ཡང་ཡོད་མ་རེད་ང་ཚོ་ག་ཡང་ཤི་འགོ་བ་མ་རེད་ཨང་གཅིག་འདི་འདྲའི་སྒང་ལ་ཡང་ང་ཚོའི་གི་གཅིག་གཅིག་ཁ་ལོ་རེད་གཅིག་དཔུང་སྡེ་སོ་ར་ཅོ་ར་གཅིག་འདི་འདྲ་འདི་འདྲ་རེད་ལ་ཡིན་ནའི་ཡང་ཡང་མི་ཚང་མ་ལ་ཡང། གང་དག་ཅིག་ནུས་པ་ཐོན་གྱི་ཡོད་ནའི་རེད་ནུས་པ་ཐོན་གྱི་མེད་པ་ཡིན་ནའི་རེད་གང་དག་མི་ཚང་མ་ལ་ཡང་ཅིག་སོ་སོ་སོ་ལ་ཡང་ག་ལ་འོ་རེད་རྒྱན་ཅིག་ཡོད་དུས་ཙམ་པ་ལ་ཡང་ཁ་ཟིན་འདི་འདྲའི་ཅིག་གནས་ཚུལ་ཆགས་འོང་དུས་ཙམ་པ་ལ་ཡང་གང་དག་ཅིག་ངེད་ཀྱིས་འདི་འདྲའི་ཅིག་ལབ་བྱས་གང་དག་ཨམ་ཅོག་ཅིག་མི་མང་པོ་ཅིག་གིས་ཨམ་ཅོག་ནང་ལ་འགྲོ་ནས་གང་དག་ཅིག་གིས་གང་དག་འདི valid འདུག་ཡ་ང་ཚོས་ཀྱི strategy འདི